རྣམས་ལུས་ཀྱི་མཚམས་ལོགས་སྐུ་ཁམས་གསང་སྔགས་ཀྱི་གསང་ཆེན་མིག་ཡིན། ད་རིང་སྤྱི་ན་ལྔ་པའི་ཚེས་ཉི་ཤུ་རྩ་གཉིས་དང་རྩ་གསུམ་བཅས་ཉིན་གཉིས་ཀྱི་རིང་ལ། རྒྱལ་སྤྱིའི་ཐོག་གི་གནས་ཚུལ་གལ་ཆེན་དང་ད་ག་ནང་བཞིན་བོད་དང་འབྲེལ་བའི་གནས་ཚུལ་ཁག་ཅིག་གུས་པས་ངོ་སྤྲོད་ཞུ་གི་ཡིན། ཡིན། དེ་ཡང་ད་ལྟ་ང་ཚོའི་གསར་འགྱུར་ཐོག་མ་དེ་ཡིན་པ་ཡིན་ན། ད་རང་གིས་ད་རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་ནང་ལོགས་ལ་གནས་ཚུལ་ཆེན་པོ་ཐོན་ཡ་དེ། ཨ་ནེ་ཨ་རིའི་ནང་ལོགས་ལ་སྙན་གྲགས་ཆེ་བའི་ཧ་ཝར་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལོགས་ལ་ཕྱི་རྒྱལ་ནས་སློབ་ཕྲུག་ལེན་ཡ་གི་ལག་འཁྱེར་དེ་ཨ་རི་སྲིད་གཞུང་གིས་འདུག་ཅེས་བཀག་སྡོམ་བྱས་ཤག་ཨ། དེ་ཡང་གནས་ཚུལ་དེ་ཐོག་མ་ཨ་རིའི་གི་རྒྱལ་ནང་བདེ་འཇགས་དྲུང་ཆེ་གིས་ཨ་ནེ་ཨེག་སི་དྲ་ཚིགས་ཀྱི་ཐོག་ལ་གནས་ཚུལ་ཅིག་སྤེལ་ཡ་བྱས་པ་ཡིན་ན། ཨ་རིའི་གི་ནང་ལོགས་ལ་ཡོད་པའི་གི་ཧ་ཝར་གཙུག་ལག་སློབ་གྲྭ་ཆེན་མོས་གི་ཕྱི་རྒྱལ་ནས་སློབ་ཕྲུག་གླེང་ཡག་གི་ལག་འཁྱེར་དེ་ཕྱི་བསྡུ་བྱས་པ་ཡིན། ད་རིང་གི་ཐག་གཅོད་འདི་བརྒྱུད་རྗེས་ཨ་ནི་ཨ་རིའི་ནང་ཡོད་པའི་གཙུག་ལག་སློབ་གྲྭ་ཆེན་མོ་དང་ཨ་ནི་གཅིག་མཐོ་སློབ་དུས་ཚོད་ལ་ཉེན་བརྡ་ཞིག་བཏང་གི་ཡོད་ཅེས་འུག་ཅེས་ཁོ་རང་གིས་བཀོད་གནང་ཤག་གནས་ཚུལ་དེ་ཐོན་པའི་རྗེས་དེ་ད་ལྟ་ཧ་ཝར་གཙུག་ལག་སློབ་གྲྭ་ཆེན་མོའི་གི་ངོས་ནས་ཨ་ད་རིང་གི་ཨ་རི་གཞུང་གི་ཐག་གཅོད་དེ་ཁྲིམས་དང་མ་མཐུན་པ་རེད་ཅེས་འདུག་ཅེས་ཁོ་རང་ཚོས་གི་སྐྱོན་བརྗོད་གནང་ཤག། དེ་འདྲ་ཡིན་དུས་བརྩམས་པ། ཨ་གནས་ཚུལ་དེ་དང་འབྲེལ་བའི་ཐོག་ལ BBC གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་མཁོ་སྒྲུབ་བྱས་པའི་ནང་ལོག་ལྟ་ཡིན་དུས་བརྩམས་པ། ད་རིང་གི་ཨ་ནི་ཨ་རི་གཞུང་གི་ཐག་གཅོད་དེས་ད་ལྟའི་ཆ་ལ་ཧ་ཝར་ནང་ལོག་ལ་སློབ་སྦྱོང་བྱེད་བཞིན་པའི་གི་ཕྱི་རྒྱལ་གྱི་སློབ་ཕྲུག་དེ་གས་ལ་ཤུགས་རྐྱེན་ཐེབས་སྲིད་པ་ཞིག་རེད། ད་ག་ནང་བཞིན་གྱི་ད་ལོ་སྔས་མའི་གི་ད་དུང་སློབ་སློབ་གྲྭའི་ནང་ལ་སློབ་འཇུག་བྱེད་པའི་གི་གྲངས་ཐོ་ལ་དུས་མ་ལྟ་ཡོད་དུས་བརྩམས་པ། ཨ་ནི་སློབ་གྲྭའི་གི་སྤྱི་ཡོངས་ཀྱི་སློབ་ཕྲུག་གི་བརྒྱ་ཆའི་ནང་ལོག་ནས་བརྒྱ་ཆ་ཉི་ཤུ་རྩ་བདུན་མཛད་རྗེས་ཕྱི་རྒྱལ་ནས་ཡོང་བའི་སློབ་ཕྲུག་རྐྱང་རྐྱང་ཅིག་ཆགས་ཀྱི་ཡོད་པའི་གནས་སྟངས་ཤིག་འདུག་དེ་དང་ཕྱོགས་མཚུངས་ད་ལྟ་ང་ཚོས་ཀྱིས་ཤེས་རྟོགས་བྱུང་ཡང་ཆེ་བ་ཡིན་ན་ད་ལྟ་ཧ་ཝར་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལོ་ལེགས་ནས་ང་རང་ཚོ་བོད་རིགས་ཀྱི་སློབ་ཕྲུག་ཁག་ཅིག་སློབ་སྦྱོང་གནང་གི་ཡོད་པའི་གནས་སྟངས་ཅིག་རེད་ཤག། དེ་ནས་ད་ལྟ་སྤྱི་ཟླ་ལྔ་པའི་ཚེས་ཉིན་རྩ་གསུམ་དེ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་རྒྱ་ནག་གཞུང་གིས་བཙན་དབང་གི་ཐོག་ནས་བོད་གཞུང་གི་སྐུ་ཚབ་ཚོ་ལ་བཞག་བཅུག་པའི་ཨ་ནི་ཆིངས་ཡིག་དོན་ཚན་བཅུ་བདུན་དེ་བཞག་ནས་ད་ལོ་བདུན་ཅུ་དུས་བཞི་འཁོར་བའི་དུས་ཚོད་ཅིག་ཆགས་ཀྱི་ཡོད་རེད། ཉིན་མོ་དེ་དང་སྟབས་བསྟུན་བཅས་ད་རིང་ཨ་ནི་བཞུགས་སྒར་དྷ་རམ་ས་ལའི་ས་གནས་འགོ་འཛིན་གྱི་ཚོགས་ཁང་ནང་ལོགས་ལ་ས་གནས་གཞོན་ནུའི་གི་ངོས་ནས་ཨ་ནི་ཉིན་མོ་དེ་དང་སྟབས་བསྟུན་བཅས་ཀྱི་མཁས་པའི་བགྲོ་གླེང་ཅིག་འདུག་ཅེས་བསྐོང་ཚོགས་གནང་སོང། དེ་ནས་ཚོགས་འདུ་དེའི་གི་ཞིབ་ཕྲའི་གནས་ཚུལ་དང་གཏམ་བཤད་པ་གནང་མཁན་ཚོས་ཀྱི་ཨ་ནི་བཀའ་མོལ་གཙོ་བོ་ག་རེ་གང་གནང་ཡོད་མེད་དེ་འདྲའི་དེ་ད་ལྟ་གཤམ་ལ་ད་ལྟ་ངའི་ལས་རོགས་བསྟན་འཛིན་དབང་འདུས་ལགས་དང་དང་ནས་འཇང་རྒྱ་མཚོ་ལགས་ཀྱིས་བགྲོ་གླེང་གི་ལས་རིམ་དེའི་ནང་ཞིབ་ཕྲའི་ངོ་སྤྲོད་གནང་གི་ཡོད། དེ་ནས་ཁ་སང་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གཅིག་ནས་འགོ་ཚུགས་ཀྱི་ཉིན་གྲངས་བདུན་གི་རིང་ལ་ཨ་ནི་བཞུགས་སྒར་རྡ་རམ་ས་ལའི་ནང་ལོགས་ལ་སིའི་ཤེས་ཡོན་སློབ་གསོ་དང་འབྲེལ་བའི་ཟབ་སྦྱོང་ཅིག་འདུག་ཅེས་བསྐོང་ཚོགས་གནང་བཞག་ཟབ་སྦྱོང་ཕུལ་ས་དེ་ས་གནས་དེ་ཡིན་པ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་སྦྱོང་བརྡར་ལྟེ་གནས་ཁང་དུ་འདུག་ཅེས་ཕུལ་གནང་གི་འདུག་གོ་སྒྲིག་གནང་མཁན་དེ་ཡིན་པ་ཡིན་ན། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱིས་འདུག་ཅེས་གོ་སྒྲིག་གནང་གི་འདུག་ཟབ་སྦྱོང་དེའི་ཐོག་ལ་ཡིན་ན་སཱིའི་ཤེས་ཡོན་སློབ་གསོ་དང་དཔྱད་སྒོམ་ལ་བརྟེན་པའི་སྙིང་རྗེའི་སྦྱོང་བརྡར་གྱི་ཟབ་སྦྱོང་ཅིག་ཆགས་གནང་གི་འདུག་དེ་འདྲ་ཡིན་དུས་བརྩམས་པ་ཟབ་སྦྱོང་དེ་ད་ལྟའི་ཆ་ལ་ཉིན་གྲངས་བདུན་གྱི་རིང་སྐོང་ཚོགས་བྱས་ཡ་དང་ཟབ་སྦྱོང་དེའི་ཐོག་ལ་བཙན་བྱོལ་བོད་མིའི་གྱི་སློབ་གྲྭ་ཁག་སུམ་ཅུ་སོ་གསུམ་ནས་སཱིའི་ཤེས་ཡོན་སློབ་གསོའི་གྱི་མཐུན་སྦྱོར་བ་དགེ་རྒན་གྲངས་དྲུག་ཅུ་རེ་དྲུག་འདུག་ཅེས་མཉམ་ཞུགས་གནང་སྟེ་བཞག། དེ་འབྲེལ་དུས་བརྩམས་པ་ལྟར་ད་ལྟ་བུ་དུ་སིའི་ཤེས་ཡོན་སློབ་གསོའི་དེ་ལས་གཞི་དེ་དངོས་སུ་འགོ་འཛུགས་བྱུང་རྗེས་ད་ལྟའི་ཆར་ལ་ད་གཅིག་རྒྱལ་ཁབ་ཁག་ནི་བརྒྱ་དང་བཞི་བཅུ་གཞི་གཅིག་གི་ནང་ལོགས་ལ་ངོ་སྤྲོད་བྱས་ཟིན་པ་དང། རྒྱལ་ཁབ་བདུན་ཅུ་དོན་བརྒྱད་ཀྱི་ནང་ལོགས་དངོས་སུ་ལག་བསྟར་བྱེད་བཞིན་པའི་གནས་སྟངས་བཅས་ཆགས་ཀྱི་འདུག་ད་གི་ནང་བཞིན་གྱི་ཤེས་ཡོན་ལྟེ་གནས་ཆེ་ཁག་དྲུག་ཅུ་ལྷག་གི་ནང་ལོགས་ལ་སིའི་ཤེས་ཡོན་གྱི་སློབ་གསོའི་འགོ་འཛུགས་བྱེད་པའི་གནས་སྟངས་བཅས་ཆགས་ཏེ་བཞག། དེ་ནས་ཁ་སང་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ལ། ཨ་ནེས་གནས་ཚུལ་ཐོན་ཡ་བྱས་པ་ཡིན་ན Scotland གྱི་ད་ལྟ་གྲོས་ཚོགས་དེ་འཚོགས་བཞིན་པའི་དུས་སྐབས་དེ་འདྲས་ཅིག་ལ། Scotland གྱི་གྲོས་ཚོགས་ནང་ལོགས་ཀྱི་ད་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང Scotland གྱི་གྲོས་ཚོགས་ཀྱི་འཐུས་མི། Rose Grigg གིས་ཨ་ནེས Scotland གྱི་གྲོས་ཚོགས་འཚོགས་བཞིན་པའི་སྐབས་དེ་ཨ་ནེས Scotland གྱི་སྲིད་གཞུང་ལ། མ་འོངས་པ་རྒྱལ་བ་རིན་པོ་ཆེན་གྱི་སྐུའི་ཡང་སྲིད་དང་འབྲེལ་བའི་གནད་དོན་ཁག་ཅིག་གི་ཐོག་ལ Scotland གྱིས་ཨ་ནེ་བློན་ཆེན་ལ་བཀའ་འདྲི་ཞུས་པའི་སྐབས་དེར Scotland གྱི་བློན་ཆེན Jam Cowgan གྱིས་གསུང་ཡ་བྱས་པ་ཡིན་ན་ནི། Scotland གྱི་གཞུང་གི་ངོས་ནས་ཁོང་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་འབྲེལ་བའི་བྱམས་བརྩེའི་གི་ལས་གཞི་འདི་ཚོའི་ཐོག་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད་དག་ནང་བཞིན་གྱི་ཁོང་སྐྱབས་མགོན་ཆེན་པོ་མཆོག་རིང་མིན་གུང་ཁྲང་དགུ་བཅུ་ཕེབས་ཀྱི་ཡུལ་དུ་འཛོམས་པ་དེ་ལ་གདུག་བྱས་འཚམས་འདྲི་ཞུས་གནང་སོང་དག་ནང་བཞིན་གྱི་ཟླ་གཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུའི་ཡང་སྲིད་ཀྱི་གནད་དོན་དང་འབྲེལ་བའི་སྐོར་ལ་ཁོ་རང་གིས་ལན་འདེབས་ག་རེ་གནང་སོང་ཞུས་པ་ཡིན་ན། ཨ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུའི་ཡང་སྲིད་ཀྱི་གནད་དོན་དེ་ཡིན་པ་ཡིན་ན། ཨ་ནི་བོད་མི་ཚོ་ལ་འགན་དབང་ཆ་ཚང་ཅིག་ཡོད་རེད་བྱས་ཙང་ཕྱིའི་ནུས་ཤུགས་ག་འདྲ་ཅིག་སླེབས་པ་ཡིན་ནས་དེ་ལ། Scotland། གྱི་ངོས་ནས་ངོས་ལེན་མེད་ཟེར་འདུག་ཅེས་གསུངས་གནང་སོང་དེ་ཡིན་ན་ད་ད་ལྟའི་ཆར་ལ། Scotland གྱི་གཞུང་འབྲེལ་རང་གི་ཐོག་ནས་གསུངས་ཡོད་འདུག་བཙན་པ་དེ་ད་ལྟའི་ཆར་གནད་འགག་ཆེན་པོ་ཞིག་རེད་བསམ་གྱི་འདུག། ཐེངས་འདིའི་བོད་དང་རྒྱལ་སྤྱིའི་གསང་རྒྱུད་ཕྱོགས་བསྡུས་ཀྱི་ལས་རིམ་དེ་ཡོངས་སུ་སྙན་སྒྲོན་ཞུས་ཟིན་པ་ཡིན། ནང་པ་ཚོས་ང་ཚོའི་ལས་རིམ་དེ་གསན་གཟིགས་གནང་བར་ཐུགས་རྗེ་གནང་ཞུ་ཡ། ལྷན་རྒྱས་ལ་བསྐྱར་དུ་འཚམས་འདྲི་ཞུ་གི་ཡོད་ད་ལྟ་གོང་དུ་ངའི་ལས་རོགས་སྐལ་བཟང་འཇིགས་མེད་ལགས་ཀྱིས་བོད་དང་རྒྱལ་སྤྱིའི་གསང་རྒྱུད་སྙིང་བསྡུས་ཁག་སྙན་སྒྲོན་ཞུས་ཟིན་པ་རེད་ད་ལྟ་གཤམ་དུ་ང་དང་ངའི་ལས་རོགས་བསྟན་འཛིན་དབང་འདུས་ལགས།

ལ་འོ་ད་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ཟླ་བ་ལྔ་བའི་ཚེས་བཅུ་རྩ་གསུམ་རེད་ནི་སོང་ཙང་ད་དེ་རིང་བཞུགས་སྒར་དར་མ་ས་ལ་ས་གནས་གཞོན་ནུའི་གི་གོ་སྒྲིག་ཐོག་ནས་ད་ཅིག་རྒྱ་ནག་གི་བཙན་འོག་ཏུ་ད་ཅིག་བོད་དང་རྒྱ་ནག་གཉིས་ཀི་བར་རུ་ལ་ཡང་ཆིངས་ཡིག་དོན་ཚན་བཅུ་བདུན་བཞག་རྗེས་ད་མི་ལོ་ཉི་ཤུ་མི་ལོ་བདུན་ཅུ་དོན་བཞི་འཁོར་བའི་གི་ད་དམིགས་བསལ་གི་དུས་ཚོད་ཆགས་འོར་སོང་ཙང་ད་དུས་ཚོད་དེ་དང་སྟབས་བསྟུན་ནས་ནི་ཁ་སུ་རེ་ས་གནས་གཞོན་ནུའི་གི་ཡ་ནི་མཁས་པའི་བགྲོ་གླེང་བྱེད་ཚོགས་ད་དེའི་ད་གང་ལ་ཡ་བྱེད་ཤ་བར་བྱེད་མི་ན་ལོ་རྒྱུས་གི་རྒྱབ་ལྗོངས་གི་ཐོག་ནས་ལོ་རྒྱུས་གི་མཁས་པ་དང་ད་གང་ན་བཞིན་བོད་མིའི་སྒྲིག་འཛུགས་གི་ལངས་ཕྱོགས་གི་ཐོག་ནས་བོད་མིའི་སྒྲིག་འཛུགས་གི་མགྲིན་ཚབ་པ་ད་གང་ནང་བཞིན་ཡ་གཅིག་གི་ལས་འགུལ་བའི་ངོ་བོའི་ཐོག་ནས་ཉམས་ཞིབ་པའི་ངོ་བོའི་ཐོག་ནས་འདི་འདྲའི་གི་གདན་ཞུ་གི་ཐོག་ནས་དེ་རིང་གི་ཁ་སུ་རེ་བགྲོ་གླེང་ཚོགས་འདུ་ཚོགས་ཡོད་རེད་སོང་ཙང་ད། དེའི་ནང་ལོགས་ལ་ཡང་ལྟ་ཅིག་བསྟན་འཛིན་དབང་འདུས་ལ་ཆེད་དུ་བཅར་ཅེས་ཡས་ནས་ཅིག་རྒྱུས་ལོན་ཞུས་ཡོད་དུས་རྩ་ནས་དེ་རིང་གི་ལྟ་ཅིག་ཆིངས་ཡིག་དོན་ཚན་བཅུ་བདུན་བཞག་ནས་མི་ལོ་བདུན་ཅུ་དོན་བཞི་འཁོར་བའི་སྒེར་བདག་ཉིན་མོ་དུས་དྲན་འདིའི་ཐོག་ལ་ཡིན་པ་ཡིན་ན་ཡང་ཅིག་ལོ་རྒྱུས་ཀྱི་རྒྱབ་ལྗོངས་ཀྱི་ཐོག་ནས་ཡང་ཅིག་ལོ་རྒྱུས་བྱུང་བའི་གི་ཐོག་ནས་དེའི་སྐབས་ལ་ཡང་ཅིག་དམིགས་བསལ་གྱི་ག་གསོ་རེད་བསམ་ཚུལ་གསོ་རེད་དམིགས་བསལ་གྱི་དེའི་ཐོག་ལ་ཡང་ལོ་རྒྱུས་ཀྱི་འགྲེལ་བཤད་ག་རེ་བསྐྱོན་ཡོད་ན་དགའ་ན། ལར་རེས་ད་རྒྱ་མཚོ་ལགས་གོང་དུ་གསུངས་པ་ནང་བཞིན་གྱི་དེ་རིང་ད་ས་གནས་རྡ་ས་ས་གནས་གཞོན་ནུ་གིས་དེ་འདྲའི་གོ་སྒྲིག་གནང་ཡོད་རེད་དེ་རིང་ཉིན་མོ་ད་དུས་བྱས། དེའི་ནང་ལོགས་ལ་ད་ལོ་རྒྱུས་ཐོག་ལ་ད་དུ་གཏམ་བཤད་གནང་མཁན་དེ་ཁོང་རྣམ་པ་གིས་ད་ལྟ་གསར་བོད་ཀྱི་ཐུགས་རེ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བཀྲས་འབུམ་རམས་པ་གཙང་སྒྲོ་སྟོབས་ལ་དེ་འདྲ་ཞུས་གནང་ཤག་ད་རྒྱལ་ལགས་ཁོང་གིས་གསུང་ཡ་དེ་གར་ཞུགས་གནང་དེ་རིང་ཉིན་མོ་དེ་ད་ང་རང་ཚོ་གིས་དྲན་གསོ་བྱེད་དགོས་བ་ཞིག་དང། འདི་ག་རེ་ཡིན་པའི་ཤེས་དགོས་བ་དེ་གལ་ཆེན་པོ་རེད། ད་འདི་ཡང་གནས་ཡོད་གང་ཡིན་ཟེར་ན་གཅིག་དེ་ད་ལྟ་ཡིག་ཆའི་ནང་ལོགས་ལ་གྲོས་དོན་དོན་ཚན་བཅུ་བདུན་ནང་ནས་འདི་འདྲ་ཞིག་བཀོད་ཡོད་རེད། ཨང་ད་རེས་དགེ་ལགས་ཁོ་རང་གིས་ད་འདི་གི་ཚིག་དེ་ག་ལ་ཆིངས་ཡིག་དོན་ཚན་བཅུ་བདུན་ཞེས་བྱས་ནས་དགེ་ལགས་ཁོ་རང་གིས་འདིའི་ཐོག་ལ་དུ་བཟུང་ཡ་ཡིན། འདི་ཡང་ནི་དགེ་ལགས་ཁོ་རང་གི་ཆིངས་ཡིག་འདོད་ཚུལ་བཅུ་བདུན་ཞུ་དགོས་ཡ་དེ་གནད་འགག་དང་དེ་འདྲས་ཤིག་ཡོད་ཟེར་དེ་འདྲས་གསུངས་གནང་སོ། ད་དེ་གི་ག་རེ་གསུངས་སོང་ལ་ན་དེ་སྐབས་དུས་དུས་ཀྱི་དགེ་ལགས་ཁོ་རང་གི་ད་མར་འགྲེལ་བཤད་སྐྱོན་ཡ་དེ་མང་ཚང་མ་འགྲོ་ཇི་ད་པར་རིགས་ཐོག་ནས་དེ་མར་འགྲེལ་བཤད་ཤིག་སྐྱོན་གནང་སོ་དེ་ཡང་ནི་གཅིག་དེ་ད་ད་རྒྱ་ནག་གི་ད་འཕྲོས་དོན་འདོད་ཚུལ་བཅུ་བདུན་ཟེར་དེ་འདྲས་ཤིག་བཤད་དེ་གོ་ར་དེ་ཡང་ནི་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོག་ལ་ཆེན་འདི་ནས་བཞག་ཡོད་རེད་དེའི་སྔོན་ལ་ཡིན་པ་ན་མ་བཞག་པའི་སྔོན་ལ་ཡིན་ན་ད་བོད་འདི་རང་བཙན་གཙང་མ་ཡིན་པ། གཙང་མའི་རྒྱལ་ཁབ་ཡིན་པ་ཅིག་ཟེར་བ་དེའི་རྗེས་ལ་ད་ཁོང་རང་ཚོ་གིས་འདི་འདྲ་ཅིག་བཤད་དགོས་ད་འདི་ཕྱིའི་དུས་ཚོད་བཅུ་བདུན་ལ་གཞི་བཞག་ནས་བོད་འདི་རྒྱ་མིའི་ཆ་ཤས་ཡིན་པ་འདི་འདྲའི་གི་འགྲེལ་བརྗོད་ད་མང་པོ་ཅིག་རྒྱག་བསྡད་དགོས་ཡོད་རེད་ད་འདི་ཁུངས་སྐྱེལ་དང་འདི་འདྲ་མེད་པ་ཅིག་ཆགས་བསྡད་ཡོད་རེད། དེའི་མ་ཟད་ད། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ལ་ད་དགུང་འབྲེལ་དང་བསྡུར་ཟེར་ཡོད་ད་ཡོང་འདྲ་དབུ་བརྙེས་རྗེས་ད་ག་ལ་ཟ་གོས་ཟེར་ར་བྱས་ཡོད་ར་སྐབས་དུས་དུས་ཁོང་ཚོས་ག་རེ་ལབ་ཡོད་རེད་ལབ་ན། ཐ་ཝན་དང་ནི་བོད་གཉིས་ལ་གཅིག་འགྲུལ་བཏང་གི་ཡིན། འདི་འདྲས་ཅིག་ད་ཁོང་ཚོས་ཟེར་ར་བྱས་ཡོད་རེད། ཨ་འདི་ཡང་ད་བོད་ནང་ལོག་ལ་བཙན་འཛུལ་བྱེད་སྟངས་འདི་ཡིན་པ་ཆ་ཤ་ན་ད། ཁོང་རང་རྒྱལ་ལགས་ཀྱི་གསར་བསྒྲེས་གནམ་ནས་བཏོན་རྗེས་ད་བཙན་འཛུལ་ཅི་སྟངས་ཀྱིས་བྱས་ཡོད་ན་ད་བཙན་འཛུལ་བྱེད་སྟངས་འདི་རིགས་མང་པོ་བྱེད་ད་མང་པོ་བྱེད་ཡོད་ད་ཡོད་ར་ད་ཡིན་པ་ཡིན་ན་ལ་དེའི་ཐོག་ནས་གཙོ་བོ་གཞིས་ཨེ་ཤ་ན། ད་ལྟ་གཅིག་དེ་དར་ཚིག་ཐོག་ནས་བརྒྱུད་རྗེས་ཨ་ནི་བ་དང་ལི་ཐང་ངོས་ནས་ཡང་བརྒྱུད་བས་གཅིག་བྱས། གཅིག་དེ་ད་ལྟ་ང་ཚོ་གི་ཁ་ལ་སྡེར་ཁས་བརྒྱུད་ནས་ཡང་ཆབ་མདོ་དང་དེ་འདྲའི་ངོས་ནས་ཡང་འཛེམ་བཟོ་བྱས། ད་ག་ནང་བཞིན་གྱི་མཚོ་ངོས་བརྒྱུད་རྗེས་ཡང་ཨ་མདོ་ངོས་ཕྱོགས་ནས་ཡང་གཅིག་བྱས། ད་ག་ནང་བཞིན་གྱི་ཤིང་ཅང་བརྒྱུད་རྗེས་ཡང་སྟོད་མངའ་རིས་ངོས་ཕྱོགས་ནས་མ་དེ་འདྲའི་བཙན་འཛུལ་བྱས་ཡ་གི་ད་བརྒྱུད་རིམ་བྱས་ར། ད་བརྒྱུད་རིམ་དེ་ཨ་ནི་ཞིབ་ཚགས་པོ་བྱས་ནས་དེ་འདྲ་ཞིག་ངོ་སྤྲོད་གནང་སོང་ལ་ལྷག་པར་དུ་ད་གྲོས་ཆོད་དོན་ཚན་བཅུ་བདུན་གྱི་ནང་ལོགས་ལ་སྐུ་ཚབ་དེ་ཡང་རྒྱ་ནག་གཞུང་གི་ལ་བུར་རྒྱ་ནག་གཞུང་གིས་བཀའ་བཀོད་བྱས་རྗེས་ཤོག་དེ་འདྲའི་བྱེད་སྤྱོད་ཡོང་དགོས་འདུག་དེ་འདྲའི་ཆེད་ནས་ལབ་ཡོད་རེད་དེ་ཡིན་བོད་ནང་གི་སྐུ་ཚབ་མཚོན་ཆེད་དུ་ཆབ་མདོ་ནས་ང་ཕོད་ང་བ་ཅི་མི་དང་ད་ག་ནས་ཤི་གྲོ་མོ་ནས་སྐབས་དེ་དུས་བཀའ་ཤག་གྲོ་མོ་ལ་ཆགས་དེ་བ་ར་གྲོ་མོ་ནས་བྱས་ད་ག་ནས་ལྷ་སའི་སྐུ་ཚབ་བྱས་གང་ལྟར་སྐུ་ཚབ་བཞི་ཞེས་ཡིན་ན་ད་དེ་ཕེབས་རྗེས་ད་གྲོས་ཆོད་འདི་འབྲེལ་གྱི་རྒྱ་ནག་གི་བཙན་འོག་ཏུ་ད་སུ་སུ་འདོད་པ་མེད་བཞིན་དུ་བཞག་བཅུག་པ་ཅིག་ཡིན་པ་འདི་ད་གསལ་སྟོན་བྱེད་ཅེས་ད་རྒྱལ་ལགས་ཀྱི་ངོ་སྤྲོད་འདི་འབྲེལ་གནང་སོ། རྒྱལ་ལགས་ཀྱིས་གཅིག་གསུང་ཡ་གཅིག་མདོར་བསྡུས་ཅིག་ག་རེ་གསུངས་སོ་ཞུས་པ་ཡིན་ན་ད་སྤྱི་བཏང་བྱེད་པ་ཡིན་ན་ད་བོད་འདི་ད་བོད་ཀྱི་ས་ཆ་ཁྱོན་ཡོངས་ད་རྒྱ་ནག་གཞུང་གིས་ད་ཧམ་བསད་བྱ་བཙན་དབང་བྱས་ནས་ད་འཕྲོག་ཡོད་རེད་ཟེར་ད་འདི་ལ་ད་ཡིན་པ་ཡིན་ན་ཡང་ཆབ་སྲིད་ཀྱི་སྐུ་དབང་དེ་ད་ལྟ་ང་ཚོའི་ལག་པར་ཡོད་རེད། དེ་གང་ཡིན་ཟེར་ན་ད་ལྟ་ང་ཚོ་གི་བུག་ཐམ་དང་ཨ་ད་ག་ནས་ཞིག་གི་བཀའ་ཤག་གི་ཐང་ག། སྲིད་ཞི་སྲིད་ཞི་བདེ་སྐྱིད་མ། དེ་ཡོད་རེད། དེ་ཡང་ད་སྲིད་ཞི་བདེ་སྐྱིད་ཀྱི་ད་ལུགས་རྒྱུས་རོགས་ཞུས་ཡོད་ན། རྒྱལ་མཆོག་སྐུ་འདྲའི་སྐལ་བཟང་རྒྱ་མཚོའི་སྐབས་ལ་ཨ་ནི་ཐང་ག་ད་ད

ཨོ་ལག་ཏུ་ཡོད་རེད་ད་ཐང་པ་འདི་གཉིས་གཉིས་ཏེ་འདི་སོང་ཙང་ང་ཚོས་ལུང་པ་ཤོར་བ་རེད་དེ་ཆབ་སྲིད་ཀྱི་དབང་ཆ་འདི་གས་ཚང་མ་ང་ཚོའི་ལག་པར་ཡོད་དུས་འདི་ཡང་ང་ཚོ་གི་སྤོ་པོ་སྐྱེ་བ་ཡ་གཅིག་རེད་འདི་འདྲས་ཡང་གསུངས་སོ་ཡང་སྐབས་དེ་དུས་ཡང་རྒྱལ་ལགས་ཀྱི་ག་ཅིག་གསུངས་སོང་ལ་ནི་ད་མི་མང་ཚོའི་ངོས་ནས་ད་ད་འདི་བྱིངས་ཡིག་དོན་ཚན་བཅུ་བདུན་ནང་རོགས་ལ་ཉར་བར་དུ་ཤིང་དགོ་ཡ་གི་དོན་ཚན་ད་གཙོ་བོ་ཅིག་ཡོད་ར་འདི་ད་ག་ལོག་རེད་རྒྱལ་ལགས་ཀྱིས་འདི་འདྲས་ཅིག་གསུངས་གནང་སོང། རེད་ད་དེ་གཙོ་ཆེ་ཤོས་དེ་རྒྱལ་ནག་གི་བུ་རྒྱལ་མི་མངའ་ཁོངས་ཡིན་ཟེར་གྱི་རོ་བ། འདི་རྒྱལ་མི་མངའ་ཁོངས་ཡིན་ཟེར་ལབ་བ་མི་ཚད་དེ་ཁྲིམས་མཐུན་ཡིན་ཟེར་ལབ་གི་རོ་བ། བྱས་ཙང་ཁྲིམས་མཐུན་ཡིན་པ་དང་མངའ་ཁོངས་ཡིན་པའི་གི་དེ་ཁྱིམ་གང་ལ་ཞུས་བ་ན་འདར་ཁོ་ཚོས་གི་གཞི་འཇོག་ས་ཟེར་ན་འདྲ་ཁུངས་ཟེར་ན་འདྲ་ཁོ་ཚོས་ང་ཚོས་མངའ་ཁོངས་ཡིན་ད་ཟེར་རྒྱུ་མཚན་བཤད་གྱི་རོ་བ། འདི་འདི་བཞག་བྱས་ཨ་ནི་གར་ཟེར་ན་མངའ་ཁོངས་ཟེར་གྱི་བ། གར་ཟེར་ན་དེ་བཙན་ཡག་པོ་ཆགས་བའི་གི་མངའ་ཁོངས་ཡག་པོ་ཆགས་བའི་གི་ཁོས་ཚོའི་གཞི་ཁུངས་ནི་གཙོ་ཆེ་ཤོས་དེ་དེ་ལ་བཅོལ་དགོས་བ་རེད། གཞི་རྩའི་ལོ་རྒྱུས་ཀྱི་གནད་དོན་མང་པོ་བཤད་ཡོང་དགོས་བ་རེད་དེས་ན་འདི་གཅིག་ཁོ་ཚོས་གཟིམ་དགོས་བ་རེད་བ། ང་ཚོས་ངོས་ནས་དེ་རྐྱེན་གོང་དུ་ཞུ་བ་གནང་དག་རེད་དེ། ཐོག་མ་ཉིད་ནས་བཙན་གནོན་དེ་བཞག་རེད། ཨ་ནི་དེ་ང་ཚོས་ཁས་ལེན་མེད་ཟེར་གི་གནད་དོན་དེ་ཐུག་བསྡད་བ་རེད་དེ། ང་ཚོས་ཁས་མ་ལེན་པ་ན། ཁྲིམས་མཐུད་ཀྱི་དེ་ཆགས་དགོས་བ་མ་རེད་རྒྱ་ནག་གི་མངའ་ཁོངས་ཆགས་དགོས་བ་མ་རེད་བཙན་གནོན་གྱི་གར་སོང་ན་གཅིག་གཞུང་གཟིགས་བ་རེད་བཙན་གནོན་གྱི་མི་མང། ཨ་ནི་ང་རང་ཚོ་བཙན་བྱོལ་ལ་གཞུང་ཁོ་རང་ཚོས་བཙན་བྱོལ་ལ་སྐྱབས་བཅོལ་སུ་གནས། ལས་བྱོས་རོ། འོ་དེ་གནད་དོན་འདི་ཚོའི་ཐད་ཚང་མ་འདི་དང་ཉིན་མོ་འབྲེལ་བ་ཆགས་སྤྲོད་བྱོས་རོ། ལ་འོ་དེ་ནས་དེ་ཚོའི་དབང་དུ་ལ་དྭགས་ནང་བཞིན་ད་དེ་གིན་བགྲོ་གླེང་སྐབས་ལ་ཡང་ཡང་ཅིག་གཙོ་སྐྱོང་བའི་ངོས་ནས་ཅིག་ག་ལ་ལ་ཡང་ཅིག་བཀའ་འདྲི་ཕུལ་སོང་ང། ཨ་ལ་རེད། ག་རེ་ཟེར་དུས་ཙེ་ན་ད་སྤྱི་དང་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་གི་ད་ཅིག་དབུ་མའི་ལམ་གི་ཐོག་ནས་ད་ཅིག་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཟེར་ང་ཚོའི་གི་དགོས་འདུན་འདི་འདྲས་བྱོས་རེད་དྭགས་ནང་བཞིན་སྐབས་དུས་དུས་ཡང་ཅིག་ཆིངས་ཡིག་དོན་ཚན་བཅུ་བདུན་ནང་ལོགས་ལ་ཡང་ད་ང་ཚོའི་གི་ཇི་ལྟར་ག་རེ་བོད་གི་ས་ཁོངས་གི་ཁྱབ་ཚད་བྱོས་རོ། དེ་གཉིས་གི་ཧེ་བག་རེ་ཅིག་བཀའ་འདྲི་ཞུས་ཡོང་དུས་ཙེ་ན་ག་ལ་གི། བཀའ་ལན་འདི་འདྲ་ཞིག་གནང་སོང། ད་ལྟ་ཆིངས་ཡིག་དོན་ཚན་བཅུ་བདུན་འདིའི་ནང་ལོགས་ལ་ཡང་གི་ས་ཆའི་གི་ཁྱབ་བྱེད་དེ་ད་དེ་སྔ་དགའ་ལྡན་ཕོ་བྲང་གི་ག་བཟོ་རེད་དགའ་ལྡན་ཕོ་བྲང་གི་ཁྱབ་ཁོངས་འདི་གས་ལ་ཡང་ཆགས་དགོས་བ་རེད། ཨ་ནི་དེ་དང་མཉམ་གཅིག་ཏུ་ད་ལྟ་འདིའི་ནང་ལོགས་ལ་ཡང་དེ་སྔ་ག་བཟོ་རེད་སྐུ་ཚབ་རྣམ་པས་གི་མ་ཅིག་གསུང་ཡག་བྱས་པ་ཡིན་པ་ཡིན་ན་དགའ་ལྡན་ཕོ་བྲང་གི་ཁྱབ་ཁོངས་གི་དེ་ཙམ་མ་ཡིན་པ་རེད་བ་དེའི་ནང་ལོགས་གི་ད་ད་ཅིག་ད་ཅིག་མདོ་སྨད་ཡིན་པ་ན་རེད་ཡང་ཁམས་དངོས་ཕྱོགས་གི་ད་ཅིག་དེ་སྔ་མ་རྩོད་པའི་ཐིག་ཀ་ཡིན་པས་ནི་རེད། སོང་ཙང་དེ་གས་གས་མཉམ་དུ་བཅུག་ཡག་ལ་ཡག་སྟེ་ཁོ་རང་རྩོད་དགོས་དེ་ཡས་ཆུ་གོ་གོ་བ་རེད་དེ་ཚོས་གི་བ་རྩོད་གནང་དུས་ཙང་ནས་དེ་ཚོ་དཀའ་ངལ་ཆགས་གི་མ་རེད་དེ་ཚོ་གས་བྱེད་གི་མ་རེད་དེ་ལ་འགྲིག་འགྲོ་གི་རེད། དེ་འདྲས་གི་ལས་ནག་མོ་དོན་རེ་བྱུང་འདུག་བ། སོང་ཙང་ད་དེ་སྔ་ཡིན་པས་ནི་ད་གང་ད། དབུ་མའི་ལམ་གི་སྲིད་བྱུས་ཟེར་བ་ད་ང་ཚོ་བཙན་བྱོལ་ནང་ལོག་ཡོང་གྲ་མ་ཆགས་སྔོན་མ་བྱུང་སྔོན་ནས་བོད་ནང་ལོག་ལ་ཡང་ད་ཅིག་བོད་ག་སོ་ར་བོད་གཞུང་གི་སྐུ་ཚབ་ཚོས་ངོས་ནས་གང་ད་བོད་ས་ཁྱོན་ཡོངས་གོ་ར་གཅིག་སྒྲིག་ཁ་སུ་ར་ལྟ་ཅིག་གཅིག་ཏུ་འདུ་ཡག་གི་ཐབས་ཤེས་དེ་དེ་ག་ནས་གནང་ཞེས་གནང་ཡོད་རེད་དེ་འདྲས་གསུངས་འདུག་ཨ། སོང་ཙང་ད་ལྟ་ཅིག་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་འདི་ནང་ལོག་ལ་ཡང་ད་གསུང་ཡག་བྱས་པས་ན་ད་འདི་ཟེར་བ་ར་ག་ད། བོད་པ་ཡོད་དོ་ཅོག་ལྟ་ཅིག་ཆོལ་ཁ་གསུམ་གཅིག་ཏུ་འགྲོ་བའི་མིང་དོན་མཚུངས་པའི་རང་སྲིད་རང་སྐྱོང། ཟེར་དེ་འདྲས་གསུང་གོ་རེད་སོང་ཙང་དེ་གཉིས་ཀྱི་ཁྱད་པར་རུ་དེ་འདྲས་ཞིག་དགེ་ལགས་འགྲེལ་བཤད་དེ་འདྲས་སྐྱོན་གནང་སོང། ལའང་དེ་ནས་ཀྱི་བསྟན་འཛིན་དབང་འདུས་ལ་ད་ད་ཡང་ཅིག་དེ་རིང་གི་ཡང་ཅིག།

རྒྱ་གར་ནང་ཕེབས་པའི་སྐབས་སུ་ད་ལྟ་ཨ་སམ་རྒྱ་གར་ཨ་སམ་གྱི་རྒྱལ་ས་ཏིས་པུར་དུ་ཡོངས་ཁྱབ་ཀྱི་ཡོངས་ཁྱབ་ཀྱི་གསལ་བསྒྲགས་ཤིག་སྤེལ་གནང་འདུག་དེས་ཆིངས་ཡིག་དོན་ཚན་བཅུ་བདུན་དེ་ལ་འདོད་པ་དང་མུ་མཐུད་མེད། དེ་ཡང་སྤེལ་ཡོད་རེད་ད་ག་ནང་ཞིག་གིས་དེའི་ལོ་ཕྱི་མ་དེར་མ་སུ་རི་ལ་ད་གསར་འགོད་པ་མང་པོ་ཞིག་འཛོམས་གནང་རྗེས་ཡང་དེའི་ཐོག་ལ་ཡང་ཡོངས་གྲགས་ཀྱི་གསལ་བསྒྲགས་ཤིག་སྤེལ་གནང་ཡོད་རེད། དེ་གསུངས་ཙང།

དེ་ཡིན་པར་གཞི་བརྩམས་པ་ལ་ད་ལྟ་བོད་ནང་ལ་ཡིན་པ་ཡིན་ན་དཀའ་ངལ་ཆེན་པོ་ཅིག་གི་བར་ལ་གདོང་ལེན་བྱེད་པའི་གནས་སྟངས་ཤིག་ཐོག་དེ་ད་ལོ་བཅུ་ཕྲག་བཞི། གཅིག་དོ་དགུ་བརྒྱ་ལྔ་བཅུ་ང་གཅིག་ནས་ཕྱེད་བཅས་རུ་བ་ལྔ་བཅུ་ང་དགུ་བུ་དོ་རུ་བ་ད་སྐྱབས་དངུལ་བཅས་ཀྱིས་རྒྱ་ནག་ལ་ཐེ་བོ་བྱུང་ནས་ཀྱང་ཕལ་ཆེར་བཀའ་མོལ་གནང་དགོས་གནས་སྟངས་རུ་བ་ཕྱི་གའི་གཞུང་ཚབ་ཁག་ལ་ཡིས་བཀའ་མོལ་གནང་དགོས་འདུ་བའི་གནས་སྟངས་དཔལ་ཆེན་ནང་གི་སྒེར་སྟོབས་ལ་སོང་ནང་སོང་ཕྱིའི་རྒྱལ་ཁབ་ཁག་ལ་རུ་བ་ང་རང་ཚོ་ངོས་ནས་རུ་བ་འབོད་བརྩོན་མ་བྱས་བ་མ་རེད།

རྒྱ་ནག་གཞུང་ལ་ཡི་གེ་གཏང་སྐྱོང་གནང་ལུགས་ལ་ཁ་གསལ་དེ་ཡོད་འདུག་བོད་ལ་བཙན་འཛུལ་བྱས་སོང་ཟེར་ལ་རྗེས Invasion ལ་ཚིག་འབྲུ་ཚོ་ལ་རྒྱ་གར་གཞུང་གིས་ཡིག་ཆ་གནང་ལུགས་ལ་སྐད་འདི་ཚོ་གསལ་ཡོད་འགོ་རེད་རྒྱ་ནག་གིས Invasion བྱེད་ཀྱི་འདུག་ཟེར་ལ་ཡང་གསལ་ཡོད་འགོ་རེད་ད་དེ་ཚོ་ཚང་མ་ལོ་རྒྱུས་ཀྱི་ཡིག་ཆ་ཀ་ལ་དྲ་འཕྲོད་ཐུག་གི་རུ་བ་བོད་དེ་རང་དབང་རང་བཙན་ལོ་རྒྱུས་ཐོག་ནས་རང་དབང་རང་བཙན་ཡིན་པ་དང་རུ་བ་དེའི་ཐོག་ནས་ཨ་ནི་གཉའ་གནོན་དང་རུ་བ་བེད་སྡིག་ར་དང་རུ་བ་ཅིག་བཙན་འཛུལ་གྱི་ངོ་བོའི་ཐོག་ནས་ཨ་ནི་བོད་ཀྱི་བདག་སྐྱོང་བྱེད་པའི་གི་གནས་སྟངས་ཅིག་བ་ལ་ཐུག་གི་ཡོད་རེད། དང་ལྟ། དང་ལྟ་ཚུན་ཆོད་ཡིན་པ་ནས་ཀྱང་དུས་ཚོད་བཅུ་བདུན་དེ་ལ་བོད་གཞུང་གིས་ངོས་ལེན་བྱེད་ཀྱི་ཡོད་མ་རེད་བཙན་འཛིན་བྱེད་ཀྱི་ཡོད་མ་རེད་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བརྒྱ་སྔོན་རྗེས་རྒྱ་གར་ས་ཐོག་འབྱོར་མ་ཐག་ཏུ་ཧྥེས་བུག་ལ་ཞབས་སོར་འཁོད་བ་དང། ད་ས་གོས་སེར་ར་གནང་ལོ་ལ་བ་དུས་ཚོད་བཅུ་བདུན་དེ་ལ་ཏག་ཏག་བསྡིགས་མེད་བའི་གནས་སྟངས་དེ་བརྗོད་ཡོད་རེད། དེའི་རྗེས་ལ་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་གནང་ལོ་ལ་དེའི་ཐོག་ལ་གནས་ཚུལ་ཐོན་པ་དང་ཨ་ནི་བཞུགས་སྒར་མ་སུ་རི་ལ་ཕེབས་བ་དང་ལྔ་བཅུ་དྲུག་ཅུ་ལོ་ལ་རྒྱ་མགོ་བརྗེས།

གར་སྟེ་ད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ད་ཅི་རྒྱ་ནག་གཞུང་ལ་ཡང་འབྲེལ་མོལ་ཞིག་གནང་དགོས་བར་བ་སོང་ད་ད་ཆིངས་ཡིག་དོན་ཚན་བཅུ་བདུན་དང་འབྲེལ་བའི་ཐོག་ནས་བར་བ་ད་རྒྱ་ནག་གཞུང་ལ་ཡང་ཕ་ཅིག་འབྲེལ་མོལ་ག་འདྲ་ཞིག་གནང་དགོས་བ་རེད་བཀའ་འདྲི་གནང་དུས་ཚན་འདིའི་ཐོག་ལ་ཡང་དགེ་ལགས་དེ་འདྲས་གསུངས་འདུག་ཆིངས་ཡིག་དོན་ཚན་བཅུ་བདུན་ཟེར་ད་གི་ཁོང་དུ་དབང་འདུས་ལགས་གསུངས་སོང་ད་ག་རང་རེད་ད་གང་ལྟར་བཙན་གནོན་འོག་ནས་བཞག་པའི་ཨ་ནི་དོན་ཚན་འདི་གས་ཆིངས་ཡིག་དོན་ཚན་འདི་གས་ག་རེ་ཟེར་དུས་ཚོད་ན་དེ་སྔ་ནས་རྩིས་མེད་བཟོས་པ་རེད་བ། དེ་མ་ནས་ཅིག་ད་ཁོ་རེད། ངོ་ཤེས་མི་གར་སོར་ད་དེ་ལ་ཡང་བརྩི་འཇོག་ཡོང་མ་རེད། ད་ཅིག་དེ་གི་རིན་པ་དེ་གི་དང་གོང་དུ་ཁྱེད་རང་གསུང་གནང་སོང་ཨ། སོང་ཙང་དེ་འདྲིའི་གི་ཐོག་ནས་ད་བོད་མིའི་སྒྲིག་འཛུགས་ཀི་ངོས་ནས་ད་རྒྱ་ནག་གཞུང་ལ་ཡང་འབྲེལ་མོལ་གནང་ཡག་གི་ལང་ག་སི་ནས་འགྲམ་ད་དེ་གི་བརྒྱུད་རིམ་དེ་གི་གང་ཛ་ད་གང་ད་ཉིས་སྟོང་བརྒྱད་གི་ལོ་ལ་ཡང་རྒྱ་ནག་གཞུང་ལ་ཡང་ཕུལ་བའི་ཡིག་ཆ་དེ་གཞི་བཞག་པའི་ཐོག་ནས་འོན་དེའི་ཐོག་ནས་ཁོང་ཚོ་ད་ཅིག་འབྲེལ་མོལ་གི་ལང་ག་ཚང་མ་དེ་གང་འགྲོ་གི་རེད་དེ་འདྲི་གསུང་གནང་སོང། ལའང་འདི་རེད་ད་ད་འབྲེལ་གྱི་ཚོགས་འདུ་དེ་དང་འབྲེལ་བའི་ཐོག་ནས་ད་ཡང་ཅིག་དེའི་ཐོག་ནས་ཁ་གསོ་རེ་ལས་གུས་པའི་ངོ་བོའི་ཐོག་ནས་ད་དེ་ཡང་དེ་འདྲའི་བྱ་ཡོད་དུས་ཙཱ་ནས་ལས་གུས་རང་གི་ངོ་བོའི་ཐོག་ནས་ཡང་ཕ་ནས་ཕྱིན་ཡིག་དོན་ཚན་བཅུ་བདུན་ལ་ཡང་གོ་བ་ལེན་སྟངས་རེད་དེའི་ཐོག་ནས་ལོ་རྒྱུས་ཀྱི་ཡང་ཅིག་རྒྱབ་ལྗོངས་འཚལ་སྟངས་རེད་ད་ག་ནང་བཞིན་ལས་གུས་པའི་ཕྱོགས་ཐོག་ལ་ཡང་དམིགས་བསལ་གྱི་ཁོང་ཚོ་གི་ཅིག། ག་སོ་རེད། དགོངས་ཚུལ་ག་རེ་དོ། ད་རེད་ད་འདིའི་སྐབས་སུ་ད་ལས་འགུལ་བའི་ཐོག་ནས་ད་ཡང་གཏམ་བཤད་སྤེལ་ངེས་ཏེ་ད་ང་ཚོ་བོད་ཀྱི་བོད་རང་བཙན་ལས་འགུལ་བ་ནི་བསྟན་འཛིན་བརྩོན་འགྲུས་ལགས་དུ་ཕེབས་གནང་འདུག་ལ། བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ད་ལྟ་ཅིག་གསུང་ཡ་དེ་ད་ཕྱི་ཡིན་དོན་ཚན་བཅུ་བདུན་ད་ངོས་ལེན་མེད་ལ་དེ་ད་ཡོངས་གྲགས་རེད་ཞེས་ད་གནང་བ་གཏམ་བཤད་རྣམས་ངེད་ཚོ་ཚང་མས་ཀྱིས་ད་གཅིག་ཆོག་རོགས་རེད་དོ། ད་འདི་ངོས་ཚོ་ཡོག་མ་རེད། ད་རྒྱ་ནག་གཞུང་གི་ག་ར་བྱེད་དགོས་རེད་ལབ་ན་ད་ལྟའི་ཆ་ལ་རྒྱ་ནག་གཞུང་གིས་ད་ཆིངས་ཡིག་དུས་ཚོད་བཅུ་བདུན་འདི་ལ་ད་ཁོང་ཚོ་གིས་ཁོ་རང་ཚོའི་དངོས་གནས་བྱ་ཆོག་བྱེད་གི་ཡོག་མ་རེད། ད་ང་ཚོའི་དངོས་གནས་ད་མ་བྱེད་པ་རང་རོགས། འདི་སོང་ཙང་ཁོང་ཚོས་གིས་ད་ལྟ་བོ་དུ་འཁྱོག་བཤད་དང་རྫུན་མ་མང་བོ་ཅིག་ད་འདི་འདྲས་ཅིག་བྱེད་བསྡད་གི་ཡོག་རེད། བྱེད་བསྡད་གི་ཡོད་ཙང་ཨ་ནི་འདི་གིས་ད་ག་ལོག་རེད། ལུག་ཁྱུའི་ཐོག་ནས་ཡང་ཁོང་ཚོ་གིས་ད་འགྲེལ་བཤད་བརྒྱབ་ནས། དཔེར་ན། ད་ག་ལ་ན་ཁོ་ཚོ་གིས་གཅིག་སྟོང་བདུན་བརྒྱ་ཉི་ཤུའི་ལོ་ནས་ད་བོད་འདི་རྒྱ་ནག་གི་ཆ་ཤས་ཡིན་པ། ཅེས་འདི་འདྲའི་ཆུ་ངོ་སྤྲོད་བྱས། དེ་ཡིན་དུས་ད་ཕྱི་ལོ་གཅིག་སྟོང་བདུན་བརྒྱ་ཉི་ཤུའི་ལོ་ལ་རྒྱ་ནག་ཆ་ཤས་ཡིན་ཟུ་ལབ་པ་ཡིན་ན། ཨ་ནི་སྐབས་དུས་དུས་འདིའི་རྗེས་ལ་ད་མོན་ཇུ་གི་རྒྱལ་ཁབ་ཡང་དེ་འདྲས་བྱུང་ཟིན་པ་རེད་དང་ན་ཞིག་གོང་མའི་ཏང་ཡང་དེ་འདྲས་བྱུང་ཟིན་པ་རེད་ད་གུང་ཁྲན་ཏང་ལས་དེ་ད་ལྟའི་སྲིད་གཞུང་དེ་གུང་ཁྲན་ཏང་རེད་བ། གུང་ཁྲན་ཏང་ལས་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ལོ་ལ་གཞི་ནས་གསར་དུ་བཙུགས་ཡོད་དུས།

ད་སུ་སུ་ཀི་མཚན་དང་ཚང་མ་བྲིས་ནས་ད་ཡིད་ཆེས་ག་ལ་མཚན་རྟགས་བཀོད་ཨ་ལས་ཐམ་རྒྱག་པར་བ། ད་ལས་ཐམ་དེའི་ནང་ལོགས་ལ་ཁོ་རང་གིས་ད་པར་ཞིག་སྟོན་བྱེད་དུ་ངོ་སྤྲོད་བྱས་སོང་ར། ལས་ཐམ་དེའི་ནང་ལོགས་ལ་སྐུ་ཚབ་སུ་སུ་ཀི་གི་མིང་ཅིག་དུ་བཀོད་གནང་འདུག་མིང་དེ་ཡང་ད་ཆ་ནོར་འགྱོ། ད་འདི་གི་ཁོ་རང་གིས་ཁོ་རང་གིས་ཉམས་ཞིབ་པའི་བརྒྱུད་རིམ་ཐོག་ནས་ག་ར་གསུངས་སོང་ལ་ན། དེའི་ཐོག་ནས་ཁོ་རང་གིས་ཐམ་ཀ་གསར་བཟོ་བྱས་ནས་རྫུན་མ་བཟོས་ནས་ཁོང་ཚོ་ལ་ད་སོ་སོའི་རང་དབང་མེད་པའི་ཐོག་ནས་བཙན་དབང་གི་ཐོག་ནས་གྲོས་ཆོད་འདི་བཞག་བཅུག་པ་དང་དེ་འདྲས་ཡིན་པ་ཡང་གསལ་སྟོན་བྱས་སོ། དེས་མ་ཟད་ད་ད་ལྟའི་གི་ཨ་ནི་ད་རྒྱལ་ཁབ་གཞན་དག་གི་ངོས་ནས་ད་ཡང་བོད་དེ་འདིའི་ངོས་ནས་ད་རང་བཙན་རྒྱལ་ཁབ་ཅིག

ལོ་རྒྱུས་ཀྱི་ཁ་བཀྲ་ཡོང་དུས་དེ་འདྲའི་ཆེ་ཡོད་རེད། དེ་གསུངས་ཙང་ད། ང་ཚོས་ཀྱི། ལས་འགུལ་བ་ཁོ་རང་རང་ལ་ནི། ད་རེས་ཀྱི་ལས་འགུལ་ལས་འགུལ་བ་ཅིག་གི་ངོ་བོའི་ཐོག་ནས་ད། ཆིངས་ཡིག་དོན་ཚན་བཅུ་བདུན་དེ་ལ་དང་འབྲེལ་ནས་ནི་ལས་འགུལ་ག་རེ་སྤེལ་དགོས་ཀྱི་ཡོད་མེད་ཀྱི་ཐོག་ལ་ང་ཚོས་བཅར་འདྲི་ཞུས་པ་ཞིག་ཡོད། ལོ་རྒྱུས་ཀྱི་གནས་སྟངས་འདི་ང་ཚོས་ཞུས་མཁན་གྱི་མགོ་འཚོས་ཡ་དང།

ཡིན་ནས་ཐབས་ལམ་འདི་ལ། སྔོན་གྱི་ལུགས་རྒྱུད་འདི་གསལ་བོ་ཅིག་རྒྱལ་སྤྱིའི་ནང་ལ་འགྲེལ་བཤད་བརྒྱབ་མ་ཐུབ་པ་དང་ང་ཚོ་ང་རང་ཚོའི་གི་ཐབས་ཚུལ་འདི་ལ་ཡང་ས་བོན་འདི་ཡོང་གི་མ་རེད་བྱས་ཙང་འདིས་ང་ཚང་མས་གི་འགྲེལ་བཤད་རྒྱག་དགོས་རེད་བསམ་གི། ལོ་དེ་ནས་དེ་ཚོའི་དབང་དུ་ལ་ད་ད་རེས་གི་ཡང་ཅིག། ཞིབ་འཇུག་པའི་ངོ་བོའི་ཐོག་ནས་ཞིབ་འཇུག་པའི་ངོ་བོའི་ཐོག་ནས་ད་གང་ལྟར། ཆིངས་ཡིག་དོན་ཚན་བཅུ་བདུན་ལ་ཡང་ཕ་གཅིག་ལྟ་ཕྱོགས་རེད་ཨ་ད་ག་ནང་བཞིན་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ལག་བསྟར་བྱེད་པའི་སྲིད་བྱུས་རེད་ཨ་ད་ག་ནང་བཞིན་མ་འོངས་པ་ད་ཅིག་རྒྱལ་སྤྱི་ཐོག་ལ་ཡང་ལས་འགུལ་སྤེལ་ཕྱོགས་ཐོག་ནས་ཅིག་སྐུ་གར་གསུངས་སོང། ལ་རེད་ད་སྐབས་དུས་དུས་འདིའི་ནང་ལོགས་ལ་ཉམས་ཞིབ་པ་ཐོག་ནས་ད་ལྟ་ད་ཁོར་ཡུག་ཉམས་ཞིབ་པ་ད་བློ་བཟང་དབྱངས་མཚོ་ལགས་དུ་སུ་ཕེབས་གནང་བཞག་ད་བློ་བཟང་དབྱངས་མཚོ་ལགས་ཀྱི་གསུང་དབྱངས་དེ་གཙོ་བོ་དེ་ག་རེ་གསུངས་སོང་ལ་ན་ད་དམ་གོ་ལ་ལོ་སར་དབྱངས་མཚོ་ལགས་འདི་མ་ཞུས་གོང་དུ་ང་འདི་ཞུ་མྱོང་འདོད་སོ། ག་ལ་ན་དམ་ཐལ་གྱི་ད་གྲོས་མཐུན་དོན་ཚན་བཅུ་བདུན་ཞེས་ད་རྒྱ་ནག་གི་ཞལ་འགྱོགས་བྱས་ཡོད་རེད་བ། ལ་རེད། བཙན་འོག་ནས་ཞལ་འགྱོགས་འདི་གི་དོན་ཚན་གསུམ་པའི་ནང་དོག་ལ་ག་རེ་བཀོད་ཡོད་རེད་ལགས་ན། དབུས་མི་དམངས་སྲིད་གཞུང་གི་འགོ་ཁྲིད་གཅིག་གྱུར་འོག་ལ། བོད་མི་ཚོར་མི་རིགས་ས་གནས་རང་སྐྱོང་གི་ཐོབ་ཐང་ཡོད། དེ་འབྲེལ་ཞིག་བཀོད་གནང་འདུག་ད་དེ་ཁོ་རང་ཚོ་ལག་བསྟར་བྱས་པ་ཡིན་ན་ད་ལྟའི་ཆ་ལ་ད་ང་ཚོ་བོད་ཀྱི་བོད་ནང་གི་གནས་སྟངས་དེ་ཚོ་ཚང་མ་དེ་ཆེད་དུ་གན་ད་ཞིག་ཆགས་འགྲོ་འདུག་ད་ག་རང། དེ་སོང་ཙང་ད་བློ་བཟང་དབྱངས་མཚོ་ལགས་ཀྱི་གསུང་ཡང་དེ་ཡང་ད་ག་རང་རེད་ཞེས་གང་ཡིན་ཟེར་ན་བློ་བཟང་དབྱངས་མཚོ་ལགས་ཀྱིས་ག་རེ་གསུང་ཟུར་ལ་ཞུས་པ་ཡིན་ན་ད་ལུག་ཁྱུའི་ཐོག་ནས་ད་དེ་འདྲ་མིན་པ་ད་ད་ལྟའི་ཆ་ལ་ད་རྒྱ་ནག་གིས་ག་རེ་བྱེད་དགོས་རེད་ཟེར་བོད་ནང་ལོགས་ལ་ད་ཁོང་ཚོ་གི་ནམ་རྒྱུན་ནས་ད་བོད་ནང་ལོག་ལ་རང་དབང་ཡོད། ད་འགྲོ་འདུག་ཆོས་སོགས་ཚང་མ་རང་དབང་ཡོད། རེད། སྐྱིད་པོ་ཡོད། ད་ཚང་མ་ཡོད་དེ་འདྲའི་བཤད་དེ་གོ་ར་རྒྱལ་སྤྱིའི་ཐོག་ལ་ད་དྲིལ་བསྒྲགས་བྱེད་དེ་གོ་རེད། དེ་ཚོ་ལ་ནི་བློ་བཟང་དབྱངས་མཚོ་ལགས་ཀྱིས་འདི་རྩ་བ་ཉིད་ནས་ཡོད་མ་རེད། གང་ཡིན་ཟེར་ན། ད་བོད་ནང་ལོག་ལ་ཆ་ཚང་པོའི་ནང་ལ་དམག་མི་འབུམ་གཅིག་ལྷག་དེ་འདྲས་བཀྲམས་ཡོད་རེད། ད་སྐབས་ནང་གཞིས་ཀྱི་མི་སེར་དཔལ་ཡོན་གྱི་སྲིད་ཇུས་འོག་ལ་བུ་ཕྲུག་ཚོ་ལ་ད་གཏན་འཇགས་ལབ་འགྲོ་བཙུགས་ནས་ད་སྐད་ཡིག་རྒྱ་ཡིག་སྐད་ཡིག་སྦྱང་བཅུག་བཙན་དབང་གིས་དེ་འདྲའི་ད་སྐབས་ནང་གཞིས་ཀྱི་ད་ཁོ་ཚོ་གི་ད་ནམ་རྒྱུན་ནས་བཤད་བསྡད་ལ་བོད་ནང་ལོ་མི་དེ་ཚོ་རང་དབང་སྤེལ་ཡོད་ལ་ཡ་དེ་ཕྱི་རྒྱལ་ནས་ཚོ་མི་དེ་འདྲའི་སྐད་གདངས་ཡུལ་གྲུ་པ་དེ་འདྲའི་ལ་གོ་ར་དེ་འདྲའི་སྐད་གདངས་བྱས་ད་བོད་ནང་གི་ས་ཆ་སྐྱིད་པོ་དང་དེ་འདྲའི་སྟེང་ད་དྲིལ་བསྒྲགས་དེ་འདྲ་བྱས་བཅུག་བྱེད་ངག་ད་སྐབས་ནང་གཞིས་ཀྱི་ཨ་ནི་འབྲོག་པ་གནས་སྤོས་བྱས་བྱུང་བ་ད་ལྟ་བར་དུ་གྲོགས་པོ་གནས་སྤོས་བྱས་པ་ས་ཡ་གཉིས་ལྷག་ཙམ་དེ་འདྲ་ཞིག་གསུངས་གནང་འདུག་དེའི་ཆ་ཆོས་དང་རིག་གཞུང་སྐད་ཡིག་ལྟ་ཚུལ་སོགས་ཞིབ་མོ་བར་ཆད་ར་མང་ཐག་ཆོད་ལྷག་པར་དུ་ད་ད་ལྟར་གྱི་ད་ཀུན་བཏུས་དང་འབྲེལ་ནས་ཀུན་བཏུས་ཀྱི་ཡང་སྐུ་པར་དེ་འདྲ་ཉར་བ་ཡིན་ན་འཛིན་བཟུང་བཀག་ཉར་བྱས་ཡ་དང་ད་ག་ན་ཞིག་གི་ད་མི་ངོ་མ་ཤེས་མཁན་དེ་འདྲ་ཡང་བོད་ལ་སླེབས་ན་དོན་མེད་ཀྱི་སྔོག་བཤེར་བྱས་ཡ་དེ་འདྲའི་གི་ད་དཀའ་ངལ་རབ་དང་རིམ་པ་མང་པོ་ཅིག་ཡོད་རེད་དེས་མ་ཚད་ད་ལྟ་གི་ད་གཅིག་དེ་ད་འདིར་ག་ལོག་རེ་ན་ད། ཉེ་ཆར་ཡིན་ན་ཧུང་ཀང་རིན་པོ་ཆེ་དུ་ཆེ་ནས་སྐུ་དུ་བཀྲོངས་ཡོད་ར། དེ་དང་འབྲེལ་བའི་ད་ཀྲུའུ་ཏིང་ཚིན་དེ་ལས་དང་དེ་འདྲའི་མང་པོ་ལ་བོད་ནང་གི་བླ་ཆེན་དང་གནད་ཡོད་མི་སྣ་དང་དུ་ཚུགས་ལ་ཆེད་མངགས་ཀྱིས་སྐུ་འཛུགས་ཀྱིས་ད། ད་ག་ལ་མེད་པ་བཟོས་ཡ་གི་ཐབས་ཤེས། དུ་ཚུགས་ལ་བལྟས་ཡོད་དུས་ད་རྒྱ་མིག་གིས་བཤད་བསྡད་ཡ་འཇོག་ར་བཤད་བསྡད་ཡ་དེ། རྦད་དེ་རྫུན་མ་དང་དེ་འདྲས་ཡིན་པ་ཞིག་རེད་འདུག། དེ་ཡང་མ་ཟད་ད་ལྟ་གི་ད་ཕྱི་ཉིན་དོན་ཚན་བཅུ་བདུན་དེའི་ཐོག་ལ་ཁོང་ཚོ་གི་ཞག་བཅུ་བཞག་དེ་བཙན་དབང་ནས་ཡིན་པ་ཞིག་ད་ལྟ་རྒྱལ་སྤྱིའི་ཁྲིམས་ནས་བཤད་པ་ཡིན་པ་ཡིན་ན་ལ་ད་གལ་སྲིད་མི་གཉིས་བར་ཕྱི་ཉིན་ད་གྲོས་མཐུན་བཞག་གི་ཡོད་པ་ཡིན་ན་ཁོ་རང་གཉིས་ཀ་གི་ཡང་ནི་མཐུན་པའི་ད་གོ་བློ་མཐུན་པའི་ཐོག་ནས་བཞག་དགོས་ཡོད་རེད། གཅིག་གི་གནོད་ཤུགས་སྤྲད་ནས་བཞག་པ་ཡིན་ན་དེ་ཕྱི་ཉིན་རྟ་ཁ་ལོ་ཚིག་ཚད་ལྡན་མ་ཡིན་པ་འདི་འདྲའི་ཞིག་ཆགས་ཀྱི་ཡོད་མ་རེད། བྱས་ཙང་ད་རེས་ཀྱི་རྒྱ་ནག་གི་འདི་འདྲའི་བྱས་པ་འདི་གིས་རྒྱལ་སྤྱིའི་ཁྲིམས་དང་འགལ་གྱི་ཡོད་རེད་འདི་འདྲའི་ཞིག་གསུང་གི་འདུག། ཨ་ནི་ད་ག་ནང་བཞིན་ལོ་ཙཱ་དབྱངས་མཚོ་ལགས་ཀྱིས་ཡང་གཅིག་གལ་ཆེན་པོ་གཅིག་ལ་ཡང་ད་མ་འོངས་པ་ལས་འོས་པའི་ཕྱོགས་དང་འབྲེལ་བའི་ཐོག་ནས་ཨ་ནི་ག་སོ་རེད། རྒྱ་ནག་གིས་བོད་ལ་ཡང་དབང་བསྒྱུར་བྱེད་བཞིན་པའི་ད་ལྟའི་གནས་སྐབས་དེ་ནི་ཁྲིམས་འགལ་ཡིན་པ། ཨ་དང་ནང་བཞིན་བོད་ལ་ཡང་ད་ག་སུ་རེ་རང་བདག་རང་དབང་དེ་འདྲས་ལ་ཡང་ཞུ་གཏུགས་གནང་དགོས་ཡ་དང་མ་ཟད་ཡང་ག་སུ་རེ་ད་བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པའི་གི་དེ་འདྲས་ཀྱི་ད་ཅིག་ཁུངས་སྐྱེལ་དང་དེ་འདྲས་ཀྱི་ཐོག་ནས་ཞུ་གཏུགས་གནང་དགོས་ཡ་ད་གལ་ཆེན་པོ་ཞིག་ར་རེད་གསུངས་གནང་སོང་ང་ལ་འོ་ཨ་ནི་མཚམས་འདི་ནས་ང་ཚོས་དེ་རིང་གི་བགྲོ་གླེང་གི་ལས་རིམ་འདི་ཞུས་ཟིན་པ་ཡིན་གནམ་གཙོས་ང་ཚོའི་ལས་རིང་གསལ་གསལ་གནང་བ་ཐུགས་རྗེ་ཆེ་ད་ག་ནང་བཞིན་གནམ་གཙོས་མུ་མཐུད་ནས་ང་ཚོའི་ལས་རིང་ཁག་ལ་ཡང་དོ་ཁུར་དང་རྒྱབ་སྐྱོར་ཨ་མུ་དེ་རྣམས་ཚོས་ང་ཚོའི་གི་ཡང་ཅིག་སྤྱི་ཚོགས་གྲ་གི་ཁ་ལ་ཡང་ག་གསོ་རེ་སྦྱིན་བདག་གནང་ཡ་དེ་རྣམས་ཚོས་མ་ཉེས་པ་གནང་རོགས་གནང།